ཨ་འབོ་སྒྲ་ཡིན་ཆེད་དུ་ཡང་ཚར་འགྲོ་གི་འདུག་ང་ཚོ་དེའི་ཚར་ནས་ནི་ཁྲེལ་རང་རང་ཅན་རྗེ་འཇིགས་ལ་བཙུན་མོ་དགོན་མཁན་གྲོས་ཡུལ་ཞིག་གི་ནང་ནི་ད་དང་པོ་དེ་ནི་ཞེས་པ་ནི་མ་འགོ་བཙུགས་ཡོང་དུས་ནི་ནི་དགག་སྒྲ་གི་བར་དུ་བསྐྲུགས་ཡོད་རང་འོ་དེ་བྱས་ཡོང་དུས་ད་ལ་ཁ་སང་ནི་ནི་ཞེས་པ་དེ་ཕར་ཆེར་བཞུད་ཡོད་བསམ་སོང་ཡིན་ན། ཁྱད་པར་མི་འདུག་དེ་ནི་ང་རང་གི་མིག་ནི་སྒར་དང་སྨན་པའི་སྒྲ། ནགས་ཀྱི་ནི་ཞེས་པ་དེ་ནི་ངེད་གཉིས་འགྲོ་འང་ན་དུ་ནགས་ཀྱི་ནི་ཞེས་པའི་ཁྲེལ་དེ་ནི། དེ་ནི་ང་རང་ཚོ་ཕ། འབྱུང་ཁུངས་སྐབས་ཀྱི་ནི་ལི་ཚེ་ཡག་གི་སྒར་ཚུགས་ཀྱི་ཡོད་དེ་ནང་བཞིན་ད་ལྟ་ནགས་ཀྱི་ནི་གི་ཡང་འདི་ལ་ཡང་མིག་གཅིག་གསར་ནས་ལོགས་སུ་ཕ། བཟང་ངན། ཕྱོགས་ངན་གྱིས་ནི་ཕག་སྒར་ཡག་དང། ཐ་དད་ཀྱིས་ནི་སྒར་ཡག། ཟིན་བྲིས་སུ་སྒར་བ་ལ་ཡང་འགྲོ་གི་རེད་གསུངས། གནས་འདི་དག་བྱས་ཏེ། དེ་ནི་ནན་ཏན་གྱི་ཚུལ་དང་ངེས་བཟུང་གི་ཚུལ་དུ་ཡང་ད་ལྟའི་ནགས་ཀྱི་གནས་ཡིག་ཞིག་གིས་སྦྱར་ཏེ་འགྲོ་གི་འདུག་ཅེས་གསུངས་ལ། སྲིད་སྤྱི་ཡོངས་འདུས་སྟངས་འདི་ལ་བརྟག་དཔྱད་བགྱི་ཡག་དེ་ནི་མཁས་པ་མང་པོ་བས་དེ་ནི་ཐུགས་མི་བསམ་པོ་འདྲ་བས་དེ་ནི་སུམ་རྟགས་གཉིས་ཆ་གི་ནང་ལ་སྤྱི་བཏང་གིས་ནགས་ཀྱི་གནས་ཡིག་ཞེས་པ་དེ་གའི།

སྟག་འགྱིག་དགའ་ལ་དེ་ནི། ང་རང་ཚོའི། ས་གནོན་དྲི་ཞག་འདུ་བ་ཟིན་པོ་ནི། ཕོ་མོ་སམ་པོ་དགྲ་རང་གི་དེ་ནི་སུམ་རྟགས་གཉིས་ཀྱི་ནང་ལ་དེ་ནི། འདི་ནི་དགྲ་གི་འགྲོ་སྟངས་ཀྱི། ཆ་ལ་དེ་ནི་སུམ་བཅུའི་པང་གི་སྐབས་ལ། ར་མགོ་ཅན་གྱི་སྣེ་དྲི། སྟག་འགྱིག་གི་སྐབས་ལ་དེ་ནི་ས་མགོ་ཅན་གྱི་སྣེ་དྲི་ཞག་འདུ། ད་དེ་ཡིན་གྱི་དེ་ཡང་སྒང་གི་ར་མགོ་ཅན་དེ་རེད་འོག་གི་ད་རི་ས་མགོ་ཅན་དེ་རེད་གོ་བ་ལེན་སྟངས་ཚ་ནས་འདང་མ་རེད་ཟ་མགོ་ཅན་གྱི་སྣེ་དྲི་པ་ཡིན་ན་ནི།

དེ་སྒོ་གི་ལའང་དེ་དཀར་གཙང་གི་བྱ་ནི། དང་མཆོག་ཏུ་དཀར་བ་ལ་དུ་ཡག་ཅིག་ནི་ཕག་ཡག་ཤུལ་དེའི་ནང་ནས་ལོགས་སུ་ཕག་གསར་ཡག་ཅིག་དང། དེ་ནས་སྨན་པ་དཀར་བ་ལ་དུ་སྣང་གི་སྐྱོ་ཤུལ་སྡུག་ཤུལ་དེའི་ཕག་ལོགས་སུ་དཀར་ཡག། དེ་ནས་མཆོག་དམན་གྱི་ཁྱད་པར་མ་ཤེས་པ་ཅིག། རང་དག་གི་ཐ་དད་ཙམ་དུ་ཕག་ལོགས་སུ་ཕག་གསར་ཡག་ཁ་ཁ་ཅིག་ནི། དེ་འདྲིས་གི་དཀར་གཙང་ང་རང་ཚོས་ཡོངས་སུ་གྲགས་པ་ལ་དེ་ནི་གསུམ་ཤེས་འགྲོ་ལ་ཡང་ལ་དུ་ཟས་ཀྱི་ཡོང་དུས་ད་ལྟར་དཀར་ཟེར་ཡ་རེད་དེ་འདྲིས་གི་ཁྱད་པར་ཤེས་ན་དཀར་ཡག་རེད། ད་ནི་ནི་ནན་ཏན་དུ་སྨན་པའི་སྟོང་ཉིད་ལ་ལ་གི་ནན་ཏན་ཟད་དམ་པ། བརྟན་པོ་བྱས་ནས་ང་རང་ཚུ་ཨ་ལུང་ཡང་ལུང་གི་ཚུལ་དུ་ཕ་བརྟན་པོ་བྱས་ནས་ཕ། ཞེས་ཡང་ཡོད་དེ་ནན་ཏན་འོ་དེ་ལ་དེ་ནི་རབ་ནན་ཏན་འགྲོ་གི་རེད་རེད་གསུངས་དུས། ནི་སྒྲ་དེ་དང་འགལ་བ་དང་དེ་ནི་སྨན་པ་ཉིད་ཀྱི་བསྟོད་ན། འགྲོ་རུང་དུ་སྟོང་ཉིད་ལ་འཇུག་བྱ་སྟེ་སྒྲ་གནས་གཉིས་ཀྱི་སྟོང་ལ་འགྲོ་གི་རེད་སོང། ད་ལྟའི་འགྲོ་བ་ཚེའི་ནང་ནས་ཟེར་ནས་འདི་སྒྲ་དེ་ཁོ་རང་ང་རང་ཚོའི་འབྱུང་ཁུངས་སྐབས་ཀྱི་སྒྲ་ནི་སྒར་ཚིག་རེད་འདི་རེད། ད་དེ་ནི་སྟོང་ཉིད་ལ་འགྲོ་གི་འདུག་ཨང་ཟེར་སྒྲ་གནས་གཉིས་ཀྱི་སྟོང་ལ་འགྲོ་གི་རེད་དེའི་ནང་ནས་དང་པོ་སྒར་ཡག་གི་དཔེ་ག་འདྲ་རེད་ཟེར་ན།

དགའ་སྟངས་དེ་འདྲ་བགྱིས་ན་དགའ་རེད་ཟེར། ལྟ་བུ། དེ་སྒེར་བར་གྱི་བེད་སྤྱོད་དེ་འདྲའི་བྱམས་དང། གཉིས་པ་ལ་དེ་དགའ་ངན་གཉིས་ཤིག་དེའི་ནང་ནས་སྒེར་བར་དེ་དང་པོ་བཞག། དེ་ནས་སྨན་པ་དེ་གཉིས་པ་བཞག་འོན་ཏེ་གཉིས་པ་སྨན་པས་བལྟས་ནོ། སྨན་པས་བལྟས་ནོ། སྐྱག་ནི་བཤུང། མར་ནི་བཤུང། ཚྭ་ནི་བཤུང། ཧུར་ནི་བཤུང། ལྟ་བུ་ལ་དེ།

སྒེར་བ་དང་མིན་པ་གི་སྒྲ་ཚིག་མ་རེད་ཟེར་བ་ན་ག་རེད་ཟེར་ན་ཁ་སྐོང་བྱེད་རེད། ཡིན་ནའང་ཁ་སྐོང་སྟེ་ཡང་དེ་ནི་ཡང་སྒེར་ནི་གཉིས་ཀྱི་ནང་ཡང་དྲང་འགྲོ་དགོས་རེད་གང་གི་དྲང་འགྲོ་གི་རེད་ཟེར་ན་དེ་ཁ་སྐོང་སྟེ་ཡང་སྨན་པའི་དང་ཡང་སྒེར་དགོས་ཡོད་རེད་ཟེར། སྡོམ་པ་ཐམས་ཅད་བདེན་པ་ནོ། སྡོམ་པ་ཐམས་ཅད་དམངས་སྲིད་བརྒྱ་དེ་ལ་ནི་སོ་ཐར་གྱི་སྡོམ་པ་བྱང་སེམས་ཀྱི་སྡོམ་པ

མཆོག་ཏུ་དགར་བ་ཟེར་བ་དེ་ཡིན་པ་གྱིས་ན་དེ་ནི་ང་རང་ཚོའི་སངས་རྒྱས་ལས་མཆོག་གོ་ཟེར་བ་དང། དེ་འདྲས་ཀྱིས་ནི་ཀྱང་ན་དེ་ནི་ཁ་བཏུད་ནས་དེ་ནི་སྐྱོན། ཚིག་ཤོད་འདྲ་བ་མང་ཆུང་བ་དེ་སྟབས་བདེ་གི་རེད་བསམ། ད་གིན་ན་དེ་མ་ལགས་ཀྱིས་རྒྱ་གཞི་ནི་ལྷ་རྣམས་ཀྱི་ནང་ནས་མཆོག་གོ་ཟེར་བ་འདྲ་བ་དེ་འདྲས་ཡིན་ན་ནི།

སུམ་རྟགས་ལ་ཡང་ལྟ་མཁན་དེ་ཚོ་ལ། ད་ལྟའི་ནི་ལི་གི་སྒྲ་གི་མཆོག་ཏུ་དགར་བྱ་ཡིན་ན། ལག་གི་ནི་གི་ད་ལྟའི་མཆོག་ཏུ་དགར་ཡིན་ནའང་བསམ་ནས་ཐེ་ཚོམ་ཟ་ས་ཙམ་ནི་མི་འདུག་ཨང། དགར་ན་ཏི་ལི་ཅིག་གི་དགར་སྟངས་བཞག་ན་ཡག་པོ་འདུག་ཟེར་ནས་ཏི་ལི་གི་ད་ལྟའི་འགྲེལ་བཤད་བྱ་ནི་ཡོད་རེད། དེ་རྗེས་འོང་དུས་ཤེས་རིག་རྣམ་པས་གཞི་མ་ཕྱིར་བསྐྱོད་བཞག་ན་ད་ལྟའི་ནི་དེང་གི་ཡང་ནི་ལི་ཡོད་མཁན་དེ་བཞག་གི་ཡོད་ན།

ད་གཞུ་མ་བཞག་ན་ད་ནི་མི་དགྲ་གི་དགྲ་གཅིག་སླེབས་དགོས་གི་རེད་དེ་ཡིན་ན་ཡང་ད་དེའི་རྒྱབ་ལོག་ན་འབྱུང་ཁུངས་ཀྱི་དེའི་སྒར་ཚུགས་དེ་མ་བཞག་ན་དེ་ནི་ད་ཡང་གནོད་བཤད་བྱས་ནས་ཚེར་ང་ཚོ་ཏང་ཡག་ཡོང་མ་རང་ལ་ཡོང་དེ་འདྲ་བྱས་ན་བཞག་ཐང་ཅི་ཡོད་ན་རེད་དེའི་རྗེས་ད་དེ་ནི་མིན་པ་སྒར་བ་ལ་ད་ནི་རྐུན་མ་ནི་ཐ་ཆད་དོ་ཟེར་ཡག་འདྲ་བོ་རྐུན་མ་ནི་མི་ཐ་ཆད་དོ་ཟེར་ཡག་འདྲ་བོ་དེ་འདྲ་བཞག་དེ་ཡིན་ན

དེའི་རིགས་ཀྱི་ནང་ནས་འགའ་རེས་སྦྱར་གཞི་ཡང་ལྷ་ཡིན་པ་གཞིར་བཞག་རེད་ལྷ་རྣམས་ཡང་ལྷ་རེད་དེ་སྦྱར་གཞི་ནི། དེ་ནི། ལྷ་ཡིན་ནོ་ཟེར་བ་དེ་འདི་ཡིན་དུས་ད་གང། རིགས་ཀྱང། སྐྱེ་བ་འགལ་བ་ནི། ད་དེ་ནི། གནས་ལ་བརྟག་དཔྱད་བྱེད་པ་ནི་སྨན་པའི་ལས་ཀའོ་ཟེར་བས་དེ། སྐྱེ་བ་གི་ཆ་ནས་འགལ་གྱི་རེད་ཟེར་ནས། གནས་པ་ལ་བརྟག་དཔྱད་བྱེད་ཡ་དང་དེ་ནི། ང་རང་ཚོས་དེ་ད་སྨན་པ་གི་ལས་ཀ་རེད་ཟེར་ཏེ

བྱ་བ་འགྲོ་བ་ལ་སོགས་པའི་ལ་དེ་ནི། རིགས་བྱ་བ་ཡོན་ཏན་རྫིས་བཞིར་དགང་ནས་བར་དགར་སྟངས་དེ་རེད། ད་མཆོག་དམན་དང་ད་ལྟའི་དགར་སྟངས་དེ་དང་ཡོངས་སུ་གྲགས་པ་རེད་མ་ཡོད་རེད་ཟེར་གྱི། དེ་ནས། ནོན་པ་ལ་ད་རྗེས་ངས་ཁ་ཞིག་ཞུས་ཡོད་འོ་རྩིས་གྲངས་ཅི་ཡོང་འདུག་འདི་གནས་སྒྲ་དེ་ལ་གོ་རང། དཔེ་ཤོ་འདྲ་བ་དྭངས་དྭངས་དེ་རེད་ལ་སོགས་ད་ཆ་ཚང་ཚིག་ལ་མ་ངེས་ན་ཡང། དགར་ཟེར་ཡག་དེ་ལོགས་སུ་ཕག་ཡག་གཉིས་ཡག་གཅིག་ནི་ལོགས་སུ་ཕག་དགར་ཡག། འདི་ག་གྱི་ནི་དཀར་ཡག། ཡང་གཉིས་གང་ཡང་མ་བྱས་པར་ཁ་ཁ་གྱི་ནི་དཀར་ཡག་འདི་གི་དཀར་སང་ཞིག་འདུག་ཨ་ཟེར་ནས་དགག་བྱས་ཏེ། ད་དགག་རང་བཞིན་དཀར་སང་པ་དཀར་རང་བཞིན་དཀར་སང་པ་ས་རང་བཞིན་སར་འདི་ཚོ་ཕ་ཆེ་རིགས་འདྲ་རེད་པས་འགྲོ་བ་འོང་ཟེར་གྱི་མི་འཆར། མནན་བྱས་ཏེ། ཡང་སྔགས་ཚིག་མནན་བསྟན་དང་ངེས་བཟུང་གི་ཚིག། མནན་དགག་དང་ངེས་བཟུང་གཉིས་དོན་གཅིག་ཡིན་ཚེ་ནི་མཐོང་ཆུང་ད་ཡོད་རེད། དོན་དག་ངོས་འཛིན་བྱེད་དགོས་ཀྱི་འདུག་ཨ་ང་རང་ཚོས་དེ་ནི་མནན་བསྟན་གྱི་ཚུལ་དུ་ཤེས་དགོས་ཡ།

ཨོ་དེ་ཉིད་ལ་འདི་མཇེ་ཉིད་ལ་འགྲོ་ཡག་ཅིག། དེ་ནི་ང་རང་ཚོའི་རྒྱུ་མཚན་དངོས་སུ་ཕར་བཤད་ཡག། བར་ན་ཚོ་མི་ལ་སྐད་ཆ་ཤོད་དུས་རྒྱུ་མཚན་བཤད་ཕར་བཤད་ཅིག་དུ་ཨོ་རྒྱུ་མཚན་དངོས་སུ་བཤད་པ་དེ་ལ་འགྲོ་ཡག། དེ་ནི་ཚེ་སྐབས་ཚེ་ཡག་དེ་སྟངས་འདྲ་དེ་སྤུས་ལ་སྦྱར་ནས། སྤུས་ལ་སྦྱར་ནས་ང་རང་ཚོའི་ཚེ་སྐབས་ཚེ་ན་སྤུས་ལ་སྦྱར་ནས་སྟངས་འདྲ་གི་པེ་ཤོད་སྟངས་ཡག་གི་ཚེ་སྐབས། གདམས་ངག་ཡག་དེ་མི་ལ་དེ་ནི་ཕན་ཐོགས་ཡག་གི་ལག་ཤ་དང་མན་ངག་དེ་གནང་ཡག།

བདུན་རྗེས་རྒྱུ་མཚན་ཚེ་སྐབས་ཟླ་ངོ་སྔ་འགྲོ་བ་དང་འདྲ་སྟེ་མིང་གི་བར་མཚམས་མ་དང་མིང་གི་ཐོག་མ་དང་ཐ་མ་ལ་འགྲོ་བ་མ་རེད། མིང་གི་ཐོག་མ་ལ་སྦྱར་ཡ་དང་ཐ་མ་ལ་སྦྱར་ཡ་གི་དང་སྒྲ་དེ་མུས་པ་ཤེས་ཡ་དང་འགལ་བ་དང་དེ་འདྲི་གི། མིང་གི་ཆ་ཤས་གཅིག་མ་དང་ཚུལ་ཕྲན་ལ་འགྲོ་གི་ཡོད་མ་རེད་དེ་དང་འཁྲིག་ས་ཡོད་མ་རེད་གསུངས་ཡོད་ན་དང་སྔགས་ཀྱི་དང་སྒྲ་གཅིག་པ་ཡིན་ན་དོན་མ་འདྲ་ས་ལེའུ་མི་འགྲོ་བ་མིང་གི་ཆ་ཤས་ཡིན་རྒྱུ་གི་དང་སྔགས་ཀྱི་དང་དང། ཚིག་ཕྲན་ཡིན་རྒྱུ་གི་དང་སྔགས་ཀྱི་དང། ད་ལྟ་ཚིག་ཕྲན་ཡིན་རྒྱུ་གི་དང་སྔགས་ཀྱི་དང་ཞེས་པ་དེ་ད་འདིའི་དོན་ཚན་སྔ་ལ་འགྲོ་གི་རེད།

ད་དེ་ནི་འབྱེད་སྟངས་ག་རེ་རེད་ཟེར་ན། མིག་དང། རྣ་བ་དང། སྣ་དང། ལྕེ་དང་ལུས་རྣམས་ནི་དབང་པོའོ་ཟེར། དབྱེ་བ་དེ་རྣམ་གྲངས་མ་སོ་སོ་ཤེས་ནས། ནི་དབྱེ་གཞི་དེ་གི་འཇིག་ནི་ཡང་དེ་ཡང་དེ་ལ་སྡུད་པ་སེལ་གྱི་སྡུད་ཨང་ན། འོ་དེ་ལ་དེ་ནི། ཕྱོགས་གཅིག་ཏུ་སྡུད་པའི་སྡུད་པ་ཟེར་ཏེ་དེ་རེད། ཕྱོགས་གཅིག་ཏུ་ག་རེ་སྡུད་རེད་ཟེར་ན་དབང་པོའོ་ཟེར་འོང་དུས། ཡང་གང་གི་ད་དེ་མིག་གི་དབང་པོ་རྣ་བའི་དབང་པོ་སྣ་ཡི་དབང་པོ། སྐྱེས་དབང་པོ་ལུས་ཀྱི་དབང་པོ་ཟིན་རེ་རེ་རེ་རེ་ལ་དབང་པོ་དབང་པོ་ཟིན་ནས་བཞག་མི་དགོ་བ་ཅི། འོག་ནས་མིག་དང་རྣ་བ་དང་སྣ་དང་ལྕེ་དང་ལུས་རྣམས་དབང་པོ་ཟིན་དུས་དབང་པོ་དབྱེ་གཞི་ཁོ་རང་ཐ་མ་ལ་བཞག་ནས་དེའི་ནང་ལ་ཡང་གང་གི་དབང་པོ་ཡིན་འགྱུར་བའི་དབྱེ་བ་དེ་ཚོ་འོག་གི་འདི་ལྟར་དབྱེ་གཞི་དབང་པོའི་ནང་ཡང་རྒྱུ་བྱ་བ་དེ་ལ་དེ་ནི་བསྡུ་བ་ཟིན། དེ་ལ་ཕྱོགས་གཅིག་ཏུ་བསྡུས་པས་བསྡུ་བ་ཟིན། བསྡུ་བ་ལ་གནས་མལ་གཡུང་དྲུང་མང་པོ་བསྡུ་བ་ལ་འཇིགས་བསྡུས་པས་བསྡུ་བ། ཆེས་བཞི་ཆེས་བཅུའི་རིམ་མཐུན་དུ་བསྡུས་པའི་བསྡུ་བ། གོང་མའི་འོག་མ་བསྡུ་བ་འོག་མའི་གོང་མ་བསྡུ་བ། ཕྱོགས་གཅིག་ཏུ་བསྡུས་པའི་བསྡུ་བ་ཞེས་རེད་ད་ལ། སྤྲང་དཀར་ཕྱོགས་གཅིག་ཏུ་བསྡུས་པའི་བསྡུ་བ་རེད་ཟེར། ཕྱོགས་གཅིག་ཏུ་བསྡུས་པ་རེད་མཐའ་མ་གི་ནང་ཡོད་ཀྱི་མཐའ་མ་ལ་སྦྱར་ཡང་འགྲོ་བ་དེའི་ནང་ལ་དེ་ནི་བསྡུ་བྱ་འཇོག་དོན་ལ་དབང་པོ་ཧོ་ཧོ་ཟེར། དེ་བསྡུ་དགོས་རེད་དེའི་བར་རོ་ན་བོད་བརྗོད་བྱ་འོང་དུས། དེ་ནས་ང་རང་ཚོ་རང་བཞིན་གང་ཡིན་ན་ཡང་དེའི་བར་གྱི་ད་ལྟ་འདིའི་སྐབས་ལ་དཔེ་ཤོད་སྟངས་ཡང་དེ་སྟངས་བཞི་པའི་སྒྲ་གི་དཔེ་ཤོད་སྟངས་གོ་རེད་དེ་ལ་ནི་མིག་དབྱིབས་རྣ་བ་སྣ་ལྕེ་ལུས་རྣམས་ནི་དབང་པོ་བོ་ཟེར་ན་བདེ་ཡག་ཡོད་རེད་ནང་ང་རང་ཚོས་ཕེ་ན་བསྡུ་བ་དྲུག་ཟེར་འདི་ནི་སུམ་རྟགས་ནང་ཡང་ཡོང་ཡག་ཡོད་རེད་སྤྱི་བོའི་བསྡུ་བ་དེ་ནས་ཟེར་ན་བདུད་དབྱི་བའི་བསྡུ་བ་དེ་ནས་ཟེར་ན་ཤེས་ཡག་ཡོད་རེད་ད་ལྟ་དེ་ལ་སླེབས་ཡོང་བ་མ་རེད་དེ་མེད་དུས་དང་སྒྲ་དེ་ཡིན་ཤེས་མི་ཉན་ཤག་གོ་རེད་སོང་དེ་དཔེ་བརྗོད་བཞག་འོང་དུས་དང་སྒྲ་མེད་ཅེས་དེ་འདྲི་གི་ད་དེ་བཞག་འོང་དུས། བྱེད་སྟངས་འདི་དག་གིས་ཁོ་སྡུག་པ་ཡིན་གྱི་རེད་དེ། འདི་དང་འདྲ་སྐབས་ཁོ་སྡུག་པ་འགྲོ་བའོ་མ་རང་ལ་གཞུག་ན་བུ་རྒྱུད་བྱང་བ་འདུག་མིག་དང་རྣ་བ་དང་སྣ་དང་ལྕེ་དང་ཞུ་ན་དང་འདྲ་དེ་ཡིན་གྱི་མིན། བ་རོ་ན་མ་བརྗེད་པ་ཅིག་རྒྱག་དགོས་བ་དེ་ཀ་ཆེན་པོ་རེད་ཟེར་དེ་སོང་དགོས་རེད་ད་ལན་འདིའི་ཁབ་ཀྱི་སྡུག་པ་དེ་ཡེ་གཞི་འཇིག་ལ་སྡུག་པའི་དབྱེ་བའི་རྣམ་གྲངས་ཤོག་ཅིག་དེ་སྡུག་པའི་སྡུག་པ་ཚུལ་འདི་རེད་ལྟ་བུ། ད། ཡེ་གཞི་ཐོག་མ་ཡོད་པའི་འཇིག་པའི་དོན་ལ་འཇུག་པའི་དཔེ་ནོ། ད་ལྟ་སྟངས་སྒྲ་དེ་སྒྲིག་འབྱེད་རྒྱུ་མཚན་བཏང་ཚེ་སྐབས་གདམས་ངག་སྔ་ལ་འཇུག་ཟིན་སོང་ཡོང་དུས། འབྱེད་པ་ལ་བཀའ་འདྲི་དགོས་རེད་ཟེར་ན། དབྱེ་གཞི་ཐོག་མར་ཡོད་པའི་འབྱེད་པའི་དོན་ལ་འཇུག་པའི་དེ་ནོ། འདི་ཉིད་མགོ་མཇུག་ལོག་འགྲོ་བ་དང། ད་རྒྱའི་དབྱེ་གཞི་དེ་འོག་ལ་བཞག་ནས་དབྱེའི་རྣམ་གྲངས་སྒང་ཉི་མ་བཀྲམ་ནས་འགྲོ་ཡ་དེ་རེད། ད་ལྟ་འདི་དབྱེ་གཞི་དེ་ཡ་ཐོག་ལ་བཞག་ནས།

བསྙེན་པ་དང་ངེས་བཟུང་གཉིས་ཀ་དོན་གཅིག་ཡིན་པས་དེའི་བསྙེན་པ་དེ་བཞག་པར་དབང་པོ་ལྔ་ནི། དབང་པོ་ལྔ་ནི་གང་རེད་ཟེར་ན་ཉིས་སྒྲ་དེ་ངོས་འཛིན་བྱེད། མིག་དང། རྣ་བ་དང། སྣ་དང། ལྕེ་དང། ལུས་སོ། ཐ་མ་ལ་རྫོགས་ཚིག་བཞི་ནི་ཡར་བསྡུ། དེ་ཅི་ཡང་བསྡུ།

ཨ་ཁོ་བདག་ཅག་ལ་སུམ་རྟགས་དང་སུམ་ལ་གཅིག་ཁོང་དུ་ཆུད་པ་ཡིན་པས་ཡིན་དམ། ཅིག་ཤོས་གཅིག་ཡིན་ཟེར་ནས་སེམས་གཅིག་ཡོད་ན། ད་ཁྱེད་རང་ཡིན་མིན་དེ་ཐད་ན་ཡིག་ཐོག་མ་པར་ནས་བྲིས་ཤོག་ར་དེ་ནི་བདག་ཅག་ལ་གླིང་གི་པར་ཡིན་མིན་དང་ཤི་མི་ཤི་དེ་ཧ་གོ་འགྲོ་རེད་བྱས་ཏེ་རྒྱུ་མཚན་ངོ་མ་ཤེས་པོ་རང་ལ་ཅི་ཡོང་དུས་དེའི་པར་རོ་ལ་ཡི་གེ་བྲིས་བཏང། ཡི་གེ་བྲིས་བཏང།

ཡོད་མིན་ཏེ་འཁྱིལ་བ་ཡིན་མིན་ཏེ་ཧ་གོ་འགྲོ་རེད་ཟེར་ཡང་དེ་སྐབས་དེ་ཡང་དེ་བཞག་དགོས་འགྲོ་བ་རེད། ཡི་གེ་བྲིས་ཏེ། ཡི་གེ་བྲིས་དང་དེའི་སྐབས་ལ་དེ་ནི་ཕ་ང་རང་ཚོས་བདག་ཅག་ལ་དེ་ནི་འཁྱིལ་པ་ཡིན་མིན་ཧ་གོ་གི་རེད་ཟིན། དེ་ཚེ་ཆེར་སྐབས་དང་རྒྱུ་མཚན་གཉིས་སུམ་རྟགས་ཁ་ཞིག་ན་སྟོང་གཅིག་རེད་ཟེར་ནས་བཞག་བཞག་ས་ཡོད་རེད། ད་ཡང་སྟོང་གཅིག་ཡིན་མིན་མི་ཤེས་ར་ཁོ་འབྲི་ར་ཡོད་པ་གཏན་འཁེལ་རེད་དེ་ཧོན་ལྟ་བུའོ། དུས་བརྗོད་པ་ཚེ་སྐབས་ཀྱི་དོན་ལ་འཇུག་པའི་དཔེ་ནོ། ཉི་མ་ཤར་བ་དང་འགྲོ།

ཨ་འདི་ནི་གདམས་ངག་འདོན་པའི་དོན་ལ་འཇུག་པའི་དཔེ་ནོ། གདམས་ངག་ཚེ་ཡག་ཅིག་འགྲོ་བ་ལ་སོགས་གདམས་ངག། གདམས་ངག་ཚེ་ཡག་དེ་ལ་དེ་ནི་ཡང་ཅིག་ས་ཡིག་མེད་མཁན་གྱི་གདམས་ཏེ། ང་ལང་ཚོའི་གསང་སྔགས་འདྲ་བ་ཡིན་ན་དེ་ནི་ད་སྣོད་དུ་རུང་བའི་གང་ཟག་ལ་དེ་ནི་སྔོན་མ་གི་བླ་མ་དུ་བའི་ཕར་མན་ངག་ཅན་དུ་ལྷག་གོ་ཡ། ལོག་རྟོག་ཅན་ལ་ཕ་བསམ་དེ་ནི། འདི་དང་སྐལ་བ་ཡོད་མཁན་གྱི་བྱིས་པ་ལ་དེ་ནི་སྣོད་དང་ལྡན་མཁན་ལ་མ་ཤེས་ཡག་ལས་དེ་འདྲའི་གི་གདམས་ངག་ཡིན་ན་ཡང་ཅིག་ཆ་ཡིག་མེད་མཁན་དེ་ཁྲི་ཡ་ཁྱབ་ཆེ་རེད་སོང་རེད་འདི་གདམས་ངག་ཆེ་ཡ་ཅིག་འདུག་ད་རྒྱུ་མཚན་བཤད་ནས་མི་ལ་ཕན་ནི་ཕན་ཐོག་དང་ལྷག་ཤ་བཏང་ནས་དེ་ནི་ཕ་ཤེས་ཡག་ཅིག་ཡོད་ར་འོ་དེ་ལ་དེ་ནི་ཡང་ཅིག་ཆ་ཡིག་ཡོད་རེད་ཟེར་རེད་ད་ད་འདི་ལ་དེ་ནི་རྒྱུ་མཚན་ལ་ཕ་རྒྱ་ཡག་དེ།

ཁྱད་གཞི་ཁྱད་གཅོད་བའི་མིང། བྱ་ཚིག་གི་མིང། བྱེད་ཚིག་གི་མིང། དེ་ཕྱིར་འདིས་ཚིག་གི་མིང་བྱ། ད་ལྟ་མིང་ལ་མང་པོ་ཡོད་རང་ལ་གཅིག་ཀྱང་ཡོང། མིང་གི་ཁྱད་གཞི་ཁྱད་གཅོད་ཡིན་པར་ཁྱེད་རིགས་མིང། དེའི་མིང་དང་ཕ་འདྲེ་བདེ་སྦྱོར། དེ་འདྲི་ལ་སྦྱར་གྱི་ཡོད་རེད། རང་ལ་དེའི་བར་ལོ་ལ་དེ་ནི་བར་མཚམས་འདྲེ་བཤད་ཀྱི་ད་ལྟའི་ཚིག་འདྲེ་རེད། ཡིན་ནའང་འདིའི་སྐབས་ཀྱི་གདམ་ངག་ཡིན་ན། བྱ་ཚིག། བྱ་ཚིག་གི་ནང་ནས་སྐུར་ཚིག་ལ་འགྲོ་ས་ཡོད། དེ་འདྲིའི་ཚིག་ལ་དེ་ནི་དཔང་རྟགས་སྦྱར་ན།

ཡི་གེ་ཡང་བྲི་ཞིང་བྱ་སྟེ། ད་གང་ཡིན། བྲི་བ་དང་ཀློག་པ་དང་འཆང་བ་དང་འཐུང་བ་དང་ལ་སོགས་པ་དང་བསོད་ནམས་བསག་ཡག་གི་ད་དེ་རྗེས་རེད་དེ་འོ་ར་ཡི་གེ་བྲིས། སེམས་རྟོགས་ཤོང་ལབ་ཙེ་དེ་ནི་སྒྲ་ཞིག་ན་སྟོན་ལ་མང་མང་ཟེར་ཨོ་དེ་ལ་ཕན་ཐོགས་ཡོད་པ་འདི་ཞིག་གཉིས་ཀ་ལ་ཕན་གི་རེད་དེའི་རྗེས་དག་ཡིག་སེམས་བཏང་ཟེར་ཏེ་དག་ཡིག་ཀློག་ཟིན་པ་ཡིན་ན་དེ་ནི་ང་རང་ཚོས་ཅིག་བྲི་དགོས་ན་དེ་ནི་ཐོགས་པ་མེད་རྗེས་དགུ་བ་ལེན་དགོས་ན་ཏག་ཏག་ལེན་ཐུབ་ཡག་གི་ཨོ་དེ་བྱ་དེ་དེ་ནི་ད་ཕན་ནི་དེ་བྱ་ལ་གཞུང་དེ་ང་རང་ཚོས།

དེ་སེམས་པ་དགའ་བ་དང་རྨུགས་པ་དང་བལྟས་པ་ཞེས་བྱ་བའི་དང་བ། དེ་གོ་བགོ་བས་མ་གཏོགས་འདི་སྤར་མཚམས་འབྱེད་བྱེད་ཀྱི་སྟངས་སྒྲ་མ་རེད། ཡི་གེ་ཡིག་གཟུགས་གཅིག་པ་རེད་སྒྲ་གཅིག་པ་རེད་ཡིན་ན་ཀོ་ལན་དང་ཁ་ཁ། འདིའི་སྐབས་ལ་དེ་ནི་སྟངས་སྔགས་ཀྱི་སྟངས་ཞེས་པ་དེ་མིང་གི་ཆ་ཤས་སྒྲོག་བྱང་རེད། ད་ལྟ་འདིའི་སྐབས་ཀྱི་སྟངས་ཞེས་པ་དེ་དེ་ནི་ཚིག་འཕྲད་ཀྱི་ཆ་སྒྲོག་བྱང་འདུག་དེ་གོ་སྒྲ་གཅིག་པ་ཡིག་གཟུགས་གཅིག་པ་ཡིན་ན་དོན་དག་གོ་ཡང་ཁ་ཁ་རེད་བསམ།

མཐར་ཉིད་འདི་མ་ཐག་པ་དང་ནམ་གྲངས་གཞན་ཅན་གཉིས་ལ་འཇུག་ཟིན། དོན་དག་གཉིས་ཀྱི་ནང་གདུལ་བྱ་འདུལ་བ་ལ་དང་མིང་གི་ཐོག་མའི་དེ་སྒྲ་ནི་ཟད་དུས་ག་རེ་སོང་རེད་ཡང་ཟེར་ན་ན། མིང་གང་ཡོང་རུང་བ་གི་དེ་ནི་སྦྱར་ཡོང་དུས་དེ་ཞེས་པ་ནི་མིང་གི་ཐོག་མ་དང་གསང་མ་དང་འགོ་མ་ལ་དེ་ཞེས་པའི་སྒྲ་སྦྱར་གི་རེད། དེའི་དེ་སྒྲ་དེ་ང་རང་ཚོའི་སྐད་ཆ་ཞེས་བ་གི་མཐར་ཉིད་ཡར་སོང་མཐར་མ་ཐག་པ་དེའི་ངོ་སྤྲོད་ཀྱི་ཆེད་དེ་དང། དེ་ནི་ང་རང་ཚོའི། རྣམ་གྲངས་ཞེན་ཅན་ཟེར་ཏེ་རང་ལུགས་ལ་རྣམ་གྲངས་བྱས་ཏེ་སྟོང་གཅིག་ལ་མིང་གི་རྣམ་གྲངས་མིང་མིང་གཅིག་ལ་སྟོང་གི་རྣམ་གྲངས་དེ་འདྲའི། ང་རང་ཚོ་སི་ཏུ་པཎ་ཆེན་རང་ལུགས་ལ་དེ་འདྲའི་གོ་བ་མ་རེད་ཟེར། རྣམ་གྲངས་དང་རྣམ་པ་གཉིས་སྟོང་གཅིག་ཡིན་ཟེར་ནས་དེ་མཐོང་ཤར་གྱི། འོ་དེ་རེད། ད་འདི་སྐབས་ཀྱི་རྣམ་གྲངས་འདི་ད་ཐ་སྙད་འདྲིས་མ་ཐག་པ་རྣམ་གྲངས་ཞེན་ཅན་ཟེར་ཏེ་དེ་བཞི་དེ་འདྲ་དེ་དེ་གཉིས་ལ་འགྲོ་གི་འདུག་ཟེར་ནས་སོང་རེད་དེ་བར་ཕྱི་བར་ཤེས་ཡོང་ན།

ཕ་རོལ་པོ་གསང་འདུས་ནི་དེ་ཉིད་ངོ་བོ་གཞི་བྱེད་དུ་བསྐྱངས་པ་ལས་ཆ་ལ་འཕགས་དེ་སྒྲ་བཞག་ཡང་ན་འདུས་པ་དང་མ་འོངས་པ་གཉིས་སུ་མཉམ་དུ་སྡོམ་པས་དེ་དོན་རྣམ་པ་དགུ་ཟེར་ནས་དགུ་བྱེད་འདུག་རང་རྣམ་དུ་ད་ལྟ་འདི་ལ་གཉིས་བྱེད་ཡོད་རེད་ང་ལོགས་ཚེ་འདིའི་ནང་ན་འོང་གཉིས་བྱེད་དང་དེ་ཐོག་མར་ཞུས་ན་འདི་འདྲའི་རེད་ཞེས་མིང་གི་ཐོག་མར་ཡོད་པའི་དེ་སྒྲ་དོན་མང་པོར་འཇུག་པ་བཤད་ཀྱང་འདུག་འདི་ན་ཐ་སྙད་འདུས་པ་དང་རྣམ་གྲངས་ཅན་ཅན་གཉིས་ལ་འཇུག་པ་ལས་ཟིན། མིང་གི་ཐོག་མ་ལ་ཡོད་པའི་དེ་ཞེས་པའི་སྒྲ་དེ་དང་མང་བ་ལ་དེ་ནི་འགྲོ་བ་ཡོད་པར་བཤད་ཀྱི་ཡོད་རེད་དེ་ཡིན་ན་ཡང་ཟེར་ཀྱང་སྒྲ་དེ་མི་མཐུན་པའི་རྒྱུ་རྐྱེན་རེད། མདོར་བསྡུས་ན། ཟེར་ང་རང་ཚོས་མདོར་བསྡུས་ཡོང་ན། ཐ་སྙད་འདི་མ་དག་པ་དང་རྣམ་གྲངས་གཞན་ཅན་གཉིས་ཀྱི་ནང་ཚུལ་འདི་ཐུབ་ཀྱི་རེད་གསུངས་རེད། དེ་འདི་ཡོང་དུས་ད་ཐ་སྙད་འདི་མ་ཐག་པ་དང་ནང་བཀྲ་ཤིས་ཅན་གཉིས་ལ་དེ་ནི་དེ་འདྲ་དེ་འགྲོ་གི་ཡོད་རེད་བ་ཅི། ད་ལྟའི་འགྲོ་ཡི་ནང་ནས་ཚེ་འདི་དགའ་ཚིག་བཞག་ནས། དང་པོ། བརྗོད་ཚིག་དེ་གཉིས་ལ་ཐད་ཀར་བཏགས་པའི་དུས་འདི་པ་ལ་འཇུག་དུས་བས་ནུ། ཐ་མ་བཤད་སྟངས་ཀྱི་ཆ་ནས་བརྗོད་ཚུལ་ཟེར་ན་བཤད་སྟངས། མ་འགགས་ནས་བརྗོད་སྟངས། གང་ལ་དེ་ལ་དེ་ནི་དེ་གཉིས་ལ་ཟེར་དུས་ད། ཐ་སྙད་བརྗོད་ཡ་དེ་གང་ཡིན་པ་དེ་ལའང་ཐད་ཀར་མིང་གང་བཏགས་ཡོད་པ་དེ་ཐོག་མ་ལ་ཡག་ཤེས་ནས་དེའི་འོག་ནས་དེ་ནི་ཐ་སྙད་དེའི་མཚམས་ལ་བཙལ་ཏེ་ཞེས་པའི་ཐ་སྙད་བརྗོད་འོང་དུས་དེ་དེ་འདྲ་དེ་དེ་ནི་ཐ་སྙད་འདི་མ་ཐག་པ་ལ་འགྲོ་ཡག་གི་བེད་སྤྱོད་བྱ་ན་མིའི་གཞོན་པའོ་དེ་གཟིགས་རིང་ངོ་དེའི་ངོ་བྱང་ཆེའོ། དེ་གའི་བུ་མོ་ལྟ་བུ་འོད་ཟེར་གྱིས། ད་ག་རེ་སོང་རེད་ཟེར་ནས་ཐོག་མར་བརྗོད་ཚུལ་དེ་ཉིད་ཟེར་བ་རེད། དེ་གར་དག་བྱེད་པའི་མིག་ཞེས་པ་དེ། ཁོ་རང་བར་སྐད་ཆ་བཤད་ས་གི་མཐའ་གཉིས་མིག་ངོས་སུ་བརྗོད་ས་དེ་མིག་ཟེར་བ་དེ་སྨྲ་ཤེས་སྟོན་གོ་མཁན་གྱི་མིག་ཁོ་རང་ལ་མིག་ཟེར་ནས་མི་གཞོན་པ་ཟེར་ནས་དེ་དག། ཨ་ཏི་མི་གཞོན་པ་ཨ་ཞེས་པ་དེ་ཡང་ཆ་ཡང་ཆ་མི་གཞོན་པ་གཟུགས་རང་མི་གཞོན་པ་དེ་ནི་ངོ་ཞང་ཆེས་མི་གཞོན་པ་དེ་སྐད་བུ་འབོ་རེད་ཟེར་དེ་འདྲའི་ཡང་ཆ་ཡང་ཆ་ལ་མ་གོ་བ་ཅིག་སྟེ་ཞེས་པ་གི་ཡ། ང་རང་ཚོས་ཐ་སྙད་འདིས་པ་ཐག་པ་དང་འདྲེན་བཤད་དང་དྲང་བཤད་བྱེད་ནས་ད་ལྟའི་གཟུགས་རིང་མོ་དེ་ངོ་ཞང་ཆེ་དེ་སྐད་བུ་མོ་དེ་མི་ཞེས་པའི་འཚབ་ཚུལ་ལ་དེ་ལྟར་སྦྱར་ནས། དེ་དག་གི་ནུས་པ་དེ་གི་ཐ་སྙད་འདིས་མ་ཐག་པ་གི་དེ་ནི་སྟོན་ཐུབ་ཡག་གི་ནུས་པ་དེ་དེ་དག་ལ་ཡོད་རེད་ཟེར། དེ་དག་གི་ག་རེ་བསྟན་དེ་ཟེར་ན་མི་གཞོན་པ་བྱས་ཏེ་ངོས་འཛིན་བྱས་ནས་དེ་གཟིགས་རང་དེ་ངོ་བཞང་བྱས་ཏེ་གའི་འབུ་མང་བོ་བྱས་ཏེ་འོ་དེ་ངོས་འཛིན་བྱས་ཡག་གི་ཐ་སྙད་ཡང་འདིས་མ་ཐག་པ་འདྲེན་བྱེད་དེ་དེ་དག་རེད་ཟེར་ན་དེ་ཅི་ཡོང་དུས་ད་ལྟ་འདིའི་ནང་ལ་དེ་ཞིག་པ་གི་ནུས་པ་དེ་དེ་མཐོང་གི་ཡོང་ཨ་ན་ཟེར། དེ་ང་རང་ཚོས་དུས་རབས་སྔ་ཕྱི་གི་ཆ་འདི་སྦྱར་རྗེས་ན་དུས་རབས་དེ་ནི་འདི། མིང་གི་ཐོག་མའི་ཡང་དག་རང་སེམས་ནི་དེ་སྒྲ་སྦྱར་བ་དེ་ལྟ་ན་འདིའི་ནང་ལ་མིང་གི་ཐོག་མའི་དེ་སྒྲ་ཟེར་ནས། ཡང་སྤྱིར་འགྲུབ་པའི་རྡོ་རྗེའི་མིང་གི་ཐོག་མའི་དེ་སྒྲ་ཟེར་ཏེ་རྩ་བ་དང་ཕ་མཐུན་ཆོས་ཅན་ནི་ཐོག་མ་ལ་དེ་སྒྲ་སྦྱར་གྱི་རེད་གསུངས། ད་དུས་རབས་འདི་ལ་སྦྱར་གྱི་ཡིན་ན་དེ་ནི་ང་རང་ཚོས་དེ་སྒྲ་ཟེར་ཏེ་མིང་གི་པར་དང་ཐ་མ་ལ་སྦྱར་བ་ཞིག་ཆེ་གི་རེད་ཟེར། འོ་དེ་ཅི་ནས་ད་དེ་འདྲི་ཤེས་བྱ་བྱ་ནས་མང་པོ་བསྡུ་བ་ན་ད་དེ་ཅི་ཡོང་དུས་ད་དེ་ང་རང་ཚོས་གཞི་ནས་བལྟ་བ་རེད་ད་ལྟ་འདི་ལ་ཐ་སྙད་འབྲི་མ་ཐག་པ་ཟེར་ཏེ།

དེ་དག་གི་ཐབས་ཚུལ་ཅི་འདི་བརྗོད་བྱ་བྱོ་དེ་ལ་ཐ་སྙད་འདི་མ་དག་པ། འདི་ག་ལ་ཐ་སྙད་འདི་མ་དག་པ་ཟེར་ཏེ་ཚིག་འདི་བརྗོད་དགོས་རེད། དེ་ལ་ཐ་སྙད་ལ་ཡང་ཐ་སྙད་ལྷག་ཅིག་ཐ་སྙད་རྣམ་གྲངས་ཟེར་ནས་ཅིག་ཡོད་རེད་ད་ལྟ་འདི་ཐ་སྙད་འདི་མ་དག་པ་ཟེར་བྱོ་རེད། ད་ངེས་པ་དངོས་སུ་ལོག་སར་ཡང་དེ་དེའི་ཕྱིར་དུ་རྣམ་གྲངས་གཞན་བརྗོད་ཀྱི་ཡོད་པས་རྣམ་གྲངས་གཞན་གྱི་ལ་འཇུག་ཅིག་དེས་ནོ། དེ་ལ་སུ་ཞིག་དེ་མ་ཞུ་ཅིག་དེ་ཁྱེར་ཤོག་ལྟ་བུའོ་ཟེར། འོ་དེ་འདྲས་ཟེར་སོང་རེད། ད་དེ། ངེས་པ་ཟེར་ཡ་དེ་ད་ལྟ་ཡ་གང་ལ་དེ་ནི། ཐ་སྙད་འདི་མ་དག་པ་དང་རྣམ་གྲངས་གཞན་རྐྱེན་གཉིས་ལ་འཇིག་ཞེས་པའི་ནང་གི་གཉིས་པ་དེ་རྣམ་གྲངས་གཞན་རྐྱེན་ཞེས་པ་དེ་རེད་རེད། གཉིས་པ། རྣམ་གྲངས་གཞན་རྐྱེན་དེ་ལ་དངོས་སུ་མ་གསལ་ཡང་ཟེར་ཏེ་ག་རེ་དངོས་སུ་མ་གསལ་ཡང། བརྗོད་ཚུལ་དེ་ཉིད་ཐད་ཀར་བཏགས་པ་ཞེས་པའི་དག་གི་སྒང་ལ་གཅིག་ཡོད་རེད་འོ་དེ་ཐད་ཀར་བཏགས་ཡག་གི་མིང་ཁོ་རང་དངོས་སུ་གསལ་བོ་བྲིས་ཡོད་མ་རེད་བསམ། ཡིན་ན་ཡང་དེ་ཞེས་པའི་སྒྲ་གི་ཤུགས་ལ། ང་ལ་རྣམ་གྲངས་གཞན། ད་དེ་ནས་དེ་སྒྲ་བཞག་ཚར་བའི་གཞི་དེ་ལ་རྣམ་གྲངས་གཞན་ག་རེ་འབྱོར་གྱི་ཡོད་པ་དེ། དེ་འདྲའི་གཅིག་ལ་དེ་ནི་རྣམ་གྲངས་གཞན་ཅན་ཟེར་ནས་ཤེས་གི་ཡོད་རེད། རྣམ་གྲངས་ཟེར་དེ་ཡིན་གཅིག་མིན་གཉིས་གྲངས་ཀ་བཅུ་གཉིས་གསུམ་བཞི་ནི་བརྩི་དགོས་མ་རེད་ཟེར་རང་ལུགས་ལ་གཞན་གྱི་དེ་འདྲས་གསུངས་ཡོད་རེད་སྟོང་གཅིག་ལ་མིང་གི་རྣམ་གྲངས་མིང་གཅིག་ལ་སྟོང་གི་རྣམ་གྲངས་དེ་འདྲའི་གྲངས་ཀ་ཅན་དགོས་རེད་རང་ལུགས་ལ་བརྩི་དགོས་མ་རེད་ཟེར་ག་རེ་ཟེར་ན་དེ་བཞིན་གཤེགས་པ་ཞེས་པའི་དེ་ཁོ་རང་རྣམ་གྲངས་བརྗོད་པ་རེད་ད་ཟེར་དེ་བཞིན་གཤེགས་པ་ཟེར། འོང་དེ་ད་ལྟ་དེ་ནང་ཅི་འདི་ལ་དེ་ལ་ལྟོས་ཤིག་དེ་མ་ཤོད་ཅིག་དེ་ཁྱེར་ཤོག་འོང་དེ་དེ་ལ་ལྟོས་ཤིག་ཞེས་པའི་དེ་དག་གི་སྙན་གཞི་དེ་ལྟར་ས་རེ་རེ་བཞི་ཡི་རྣམ་པ་ཅན་གང་ཡིན་པ་དེ་དང་ཁོང་རྣམ་པ་དང་རང་བཞིན་ཡོད་པ་ངོ་བོ་གང་ཡོད་པ་དེ་ལ་བག་དེ་སྒྲ་དེར་བཙུད་ནས་དེ་ལ་བག་མིག་གིས་ལྟོས་ཤིག་ཟེར་དུས་དེ་རྣམ་པ་བརྗོད་པ་དང་རྣམ་གྲངས་བརྗོད་པ་རེད་རྣམ་གྲངས་དང་རྣམ་པ་གཉིས་དོན་གཅིག་ཡིན་ཟེར་འགྲེལ་ཆེན་ནང་དེ་གསུངས་རེད་ཡོང་དུས་དེ་ལ་ལྟོས་ཤིག།

མདའ་འཕངས་ཏེ་ཕོ། ནི། མི་བརྩོན་ཏེ། དེ་ནི་སྐད་ཅིག་མ་ཡིན་འདི་ཕྱིར་ཚེ་ཡང་འདྲ་བོ་དེ་འདྲའི་གི་གྲངས་ཀྱི་རལ་གྲི་གཅིག་ཡོད་དེ། ང་རང་ཚོའི། ལྷག་སྐྱེས་ཀྱི་གྲངས་ཀྱི་འགྲོ་སྟངས་རེད། གཅིག་པ་རེད་ཡིན་ན་ཡང། དེ་ཡིན་ནའི་ལྷག་སྐྱེས་ཀྱི་སྐབས་ལ་དེ་ནི་རྗེས་འཇུག་ལ་བརྩུ་དགོས་མཁན་རེད། འདིའི་སྐབས་ལ་རྗེས་འཇུག་ལ་བརྩུ་དགོས་མ་རེད། རྗེས་འཇུག་ལ་བརྩུ་མི་བརྩུ་བའི་ཁྱད་པར་རེད་མ་གཏོགས། ཐ་སྙད་ལྷག་སྐྱེས་ཀྱི་འགྲོ་སྟངས་གཅིག་པ་གཅིག་རྐྱང་རེད་བསྟན་བྱ་སྔ་ཕྱི་གཉིས་ཀྱི་བར་ལྷག་མ་འདྲེན་བྱེད་ཅིག་རེད་དེ་རེད། དེའི་རྗེས།

གྲངས་ཀ་ཙམ་མི་གོ་ཡག་གི་དེ་འདྲའི་གི་ད་ལྟའི་ནམ་གྲངས་ཞག་གི་རྣམ་པ་ཅིག་ཡོད་རེད་བས། འོང་དེར་གྱིས་ནས་ཚེར། ཞེས་ཡོད་རེད་ནམ་དེ་གྱིས་འོང་དུས་རང་ལུགས་ལ་ནམ་གྲངས་དང་རྣམ་པ་རྣམ་པར་བྱས་དུས་ངོ་བོ་དང་རང་བཞིན་དེ་དང་གཅིག་པ་ཡིན་ཏེ། ད་ད་ལྟ་དེ། ད་ལྟའི་ཐ་སྙད་ལག་ཟིན་བྱེད་བྱེད་མཁན་གི་ནང་ལ་དེ་ནི་སྟོང་གཅིག་ལ་མིང་གི་རྣམ་གྲངས་མང་གཅིག་ལ་སྟོང་གི་རྣམ་གྲངས་ཅིག་ཡིན་གཅིག་མིན་གཉིས་ཚིག་གོ་བདུ་བ་དེ་སི་ཐང་ད་ལྟ་ངས་བེད་སྤྱོད་བཞག་སོང་བ་དེ་ནང་བཞིན་ཚིག་གོ་རེད། ཐ་སྙད་ཀྱི་དབང་གི་གསུམ་དེ་རེད། དངོས་པོའི་དབང་དུ་བཞི་བྱས་ཏེ་བདག་གོ་པ་བྱས་ཏེ།

བདེན་པའི་དངོས་པོ་བསལ་འགྲོ་དེ་དེ་བཞིན་དེ་བཞིན་ནོ་དེ་དེ་ནང་ལྟར་རོ། བསལ་འགྲོ་དེ་བདེན་པའི་དངོས་པོ་བསལ་དེ་བཞག་གི་རེད། ཀྱི་ཡོངས་འདུ་ད་ལྟ་པའི་ང་རང་ཚོའི་མཐའ་སྙིང་གི་དབང་གི་ཁོ་རང་ཤེས་ན་གསུམ་འདུའང་གསུམ་དང་དངོས་པོའི་དབང་དུ་བྱས་པའི་བཞི་འདུའང་བཞི་པོ་དེ་འདི་ཡིན་ནོ་བཞག་གོ་རེད།